པའི་དེ་ཨ་ན་ཤི་ང་ཚོ་ལ་ཡ་ཡང་དག་ནི་ཚད་ཡོད་པས་ན་དོན་དག་སྟོན་ཐུབ་ཀྱི་རེད་ཟེར་བ་རེད། གལ་སྲིད་ཡ་ད་ཡི་གི་ན་ལ་ཡ་ནི་ཡང་མེད་པ་བྱས་དེ་ཨ་ན་ཤི་གི་ཚད་མེད་པ་ཡིན་ན་ཡ་ནི་དོན་དག་གང་ག་ལ་འཁྲུག་འགྲོ་གི་འདུག་ཨ་དེ་འདུས་སེམས་པ་དེ་ལ་ཡ་སྲོག་གི་ཡི་གེ་ཞེས་ཞིག་ལབ་དགོས་ཡ་རྒྱུ་མཚན་གཅིག་དེ་རེད། ཚད་ཀྱི་དཔེ་མཚོན་དེ་ནི་ང་རྒྱ་གར་ལ་ཡོད་ཞེས་ཞིག་ལབ་པ་ཡིན་ན་ད་དེ་ང་དང་རྒྱ་གར་གྱི་མ་ལ་ཡ་ཚད་ཡོད་པ་སོང་ཙང་དེ་གི་དོན་དག་གང་ག་ལ་ཁ་གསལ་པོ་སྟོན་ཐུབ་ཀྱི་འདུག་ཨ། ད་ཚད་མེད་པ་ནི་ནི་སྐྱོན་ག་རེ་ཡོད་རེད་ཞུས་པའི་ནི་བ་ལ་ནི་ཚད་མེད་པ་ང་རྒྱ་ག་ལ་ཡོད་ཟེར་ཅི་ཨནྟེ་ཟེར་དྲིས་པ་ནི་ལས་འདི་ཡི་ཡིག་གཟུགས་ཅག་ཙམ་གྱིས་མ་འདོད་འདི་རྒྱ་ནི་དོན་དག་ཟེར་གྱི་འདི་མགོ་མ་རེད་ཟེར་ཅི་ཞུས་ཨིན་ཨན་ད་ནང་བཞིན་དཔེ་མཚོན་བྱིན་པ་ཞུས་པ་ཡིན་ན་ཨ་ནི་ད་ཉོབ་ཏོ་ཟེར་ཅི་དྲིས་པ་ཡིན་ན་ད་ཉོབ་ཏོ་དེ་ལས་ཡག་དབྱངས་དང་དག་སྣང་ཞིང་གི་ཚད་མེད་པ་ཡིན་ན་དོན་དག་གང་གི་ལོག་འཁྲུལ་འགྲུབ་རུང་བ་དག་སྣང་ཞིང་གི་བསམ་བློ་གཏོང་བ་ཞེས་བྲིས་པ་ཡིན་ན་དེ་ལ་ཡང་དབྱངས་དང་ཚད་མེད་པ་ཡིན་ན་དོན་དག་གང་གི་ལོག་འཁྲུལ་འགྲུབ་རེད། དེའི་གཞུག་གུ་ལ་རྐྱེན་གྱི་ཡི་གེ་རྐྱེན་གྱི་ཡི་གེ་ལ་ཡ་དེ། ཨུ་དང་ཤེས་གཉིས་ལ་ཡང་རྐྱེན་གྱི་ཡི་གེ་ཟེར་བ་རེད། རྐྱེན་གྱི་ཡི་གེ་ལ་ཡ་དེ་གང་འདྲའི་འགྲོ་བ་བཅུའི་ངོས་འཛིན་དགོས་རེད་ཞུས་པ་ཡིན་ན་རྐྱེན་ལ་ན་གྲོའམ་རོ་བྱ་བ་ལ་ཡ་ཀྱི་གཟུགས་རེད། རྐྱེན་གྱི་ཡི་གེ་དེ་ཀྱི་བོད་ཀྱི་ཡི་ལ་ཡ། རྐྱེན་བྱེད་སྟངས་གྲོགས་བྱེད་སྟངས་ག་འདྲ་རེད་ཞུས་པས་ན་དཔེར་ན་ང་ཚོ་གཞུང་ཆེན་པོ་དེ་འདྲ་བརྩམས་དུས་སྐབས་སུ་ཐོག་མ་དེ་ལ་ཡ་ང་ཚོ་དབུའམ་བེར་ག་དབུ་ཁྱུད་དེ་འདྲ་བྲིས་གནང་དགོས་ར། གླེགས་བམ་ཆེན་པོ་དེ་འདྲ་བརྩམས་ན་ཡང་ཡིན་ན་དེ་གང་ལ་ཡ། དབུ་ཁྱུད་དེ་གསུམ་བྲིས་ཡ་དང་ད་ག་ནང་བཞིན་གྱི་ལེ་ཚན་ཆེན་པོ་གི་མགོ་ལ་ཡ། དབུ་ཁྱུད་གཉིས་དུ་བྲིས་གནང་དགོས་རེད་ཟེར་བ་རེད། ཨན་ད་ནང་བཞིན་གྱི་ཏང་ཙུའི་ཆོད་སེམས་ཉུང་ངུ་དེ་འདྲས་བྲིས་ཡ་ཡིན་ན་འདི་ནང་ལ་ཡ་ནི་དབུ་ཁྱུད་དེ་གཅིག་མ་འདོད་དེ་འདྲས་བྲིས་ཡ་གི་ལུགས་སུ་མེད་པ་འདྲ། ཨན་དེ་ཞོག་གོ་ལ་ཤེས་དེ་ང་ཚོས་བྲིས་སྟངས་ག་འདྲས་རེད་ཞུས་པ་ན་ཨན་ང་ཚོ་ཤེས་གཅིག་དེ་ཨན་ཚིག་ལྷུག་དང་ཨན་ཚིག་བཅད་ཁག་གི་ཞོག་གོ་ལ་ཡ་ཨན་ཤེས་གཅིག་བྲིས་གནང་གོ་རེད། ཨན་ཐ་ན་ཤིང་གི་གཉིས་ཤེས་ཤེས་གཉིས་ག་བ་བྲིས་ན་འགོ་རེད་ཞུས་པ་ཡིན་ན་ཨན་རྫོགས་ཚིག་དང་ཚིག་གཅིག་ག་གི་ཞུ་གོ་ལ་ཡ་ཤེས་གཉིས་དུ་བྲིས་ན་འགོ་རེད་ལ་ཨན་ཐ་ན་ཤིང་གི་ཨན་ནི་གསུམ་ཤེས་འམ་ཤེས་གསུམ་དེ་ཨན་ནི་ལེའུ་མ་རྫོགས་འགྲོ་དེ་བསམ་པ་དང་ཨན་ཐ་ན་ཤིང་ལེའུ་དེ་གི་ཚིག་གཅིག་དེ་གི་ཨན་ནི་འབྲི་འཇུག་ག་ཡོད་པ་དེ་ལ་ཡ་བྲིས་ཡ་རེད་ཨན་ནི་བཞི་ཤེས་དེ་ཨན་ནི་ལེའུ་ཆ་ཚང་གཅིག་མ་རྫོགས་པ་ཡིན་ན་ཨན་ནི་ང་ཚོ་ཤེས་བཞི་དུ་བྲིས་ན་ཡ་རེད་ཟེར་གོ་རེད་དེ་དུས་བསམ་པ་དེ་ཨན་ནི

དེ་རྟེན་འབྲེལ་གསུམ་པ་ཐག་རིང་གི་ངའི་རྣམ་པ་ཚོ་ལ་ཡང་ངོ་སྤྲོད་ཞུ་ཡ་གི་སློབ་ཚན་དེ་འདི་བར་དོ་ཡིན་རྣམ་པ་ཚོ་ཚང་མ་བློ་སེང་སེང་གནང་བ་དེ་ལ་ཡང་སྙིང་ཐག་པ་ནས་ཐུགས་ཆེ་གནང་བྱེད་ཅེས།